དེ་ཤིང་གི་ཡོག་རེད་བས་ན། དེང་རབས་ཀྱི་ཚན་རིག་པ་ཚོས་ཤིང་གི་ཡོག་མ་རེད། ཚན་རིག་པ་ཡིན་ཟིན་མཁན་གྱི་མི་གཅིག་གིས་གནས་ཚུལ་བཤད་པ་དེ་ཚད་དེ་ད་ཡིན་ཤག་ཤག་བྱས་ན་ད་ལྟ་བབ་རྨོངས་དད་ཀྱི་ངང་ནས་མ་ཡོང་བསྡད་ཀྱི་ཡོག་རེད། དེ་དང་དེ་དང་ཕྱོགས་མཚུངས་པའི་ད་ཚན་རིག་གིས་བཤད་བྱ་བའི་རྨོངས་དད་ཧ་ཅང་མང་པོ་ཡོག་རེད། ཁ་ཤས་ནི་ཚན་རིག་པས་དེང་རབས་དརི་སང་ཉིན་གསར་པ་གཉིས་པ་ཡིན་ཟིན་ནས་སྐད་གྲགས་བཤད་ཡ་དེ་ཚོ་གངས་དཀར་ལོ། ནང་དོན་རི་བའི་གཞུང་ལུགས་ནས་གནའ་སྔ་མོ་ནས་ཡོད་བསྡད་པ་དེ་འདྲའི་མང་པོ་རེད། དཔེར་ན། ནང་པའི་མཁས་པ། དཔལ་ནཱ་ལེནྡྲའི་མཁས་པ་ཆེན་པོ། Arya Bhatt། གྱིས། ཉི་མ་ཟླ་བ་འགྲོ་གི་མེད་པ་དང་སའི་གོ་ལ་རིལ་རིལ་ཡིན་པ་དང་སའི་གོ་ལ་སྐོར་ར་རྒྱག་གི་ཡོད་པ་དེ། ཕྱི་ལོ་བརྒྱ་ཕྲག་ལྔ་པའི་ནང་ནས་གསུངས་ཚར་བ་རེད། ད་གཞན་པ་ཚོས་དེའི་གནས་ཚུལ་དེང་རབས་ཀྱི་ཚན་རིག་པ་ཚོས་དེའི་གནས་ཚུལ་དེ་རྗེས་མ་རྗེས་མ་མི་རྟོགས་ཨ་གོ་ཡོད་མ་རེད། ད་རྗེས་མ་ཧ་གོ་དུས་ག་ལེར་ཁོ་རང་ཚོའི་ཞི་བ་གསར་པ་རྙེད་པ་ཡིན་བསམ་དྲན་གྱི་ཡོད་རེད་དེ། ནང་དོན་རིག་པའི་གཞུང་ལམ་གནའ་སྔ་མོ་ནས་ཡོད་བསྡད་པ་ཅིག་རེད། དེ་དང་ཕྱོགས་མཚུངས་པའི། ཐེངས་ཤུགས་ཟེར་ཡག་ཆོག་རེད་བ་ས་ཞི་ལི་ཡ་ཐེངས་ཤུགས་ཡོད་དམ་མ་ཡོད་ཟེར། ཐེངས་ཤུགས་སྐོར་དེ། བརྒྱ་ཕྲག། བཅུ་གསུམ་བཅུ་བཞི་བར་དེ་བ་ཞི་ལི་ཡ་གཞི་ནས། ཁོ་ཚོའི་ཐེངས་ཤུགས་ཀྱི་ནུས་པ་དེ་རག་ཡོད་རེད་ད་ཁོ་རང་ཚོའི་གསར་བ་ཞི་བ་རྙེད་པ་ཡིན་བསམ་དྲན་གི་ཡོད་རེད། སློབ་དཔོན་ཕ་བ་ལྷས།

དགེ་སློང་དག་གམ་ཁྱེད་རྣམས་ཀྱིས། སྲེག་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བཏགས་ལ་ང་ཡི་བཀའ་བླང་བར་བཅའ་ཡི་གུས་ཕྱིར་མིན། སངས་རྒྱས་ལ་དད་པ་ཡོད་ཟེར་བྱས་ནས་ངས་ལབ་པ་དེ་ཕྱག་མ་བཞག་གསུང་བ་རེད་དེ་གསུང་དགོས་ཡ་དེ་ག་རེ་རེད་ཟེར་ན་ཕྱག་བཞག་པ་ཡིན་ན་ཤིང་གི་མ་རེད་པ། ཕྱག་མ་བཞག་པ་བྱས་ནས་སོ་སོའི་ཤིང་ཡག་གི་དོན་དག་ལ་སོ་སོས་བརྟག་དཔྱད་བྱེད་དགོས་ཡ་དེ། ནང་དོན་རིག་པའི་རྣམ་གཞག་ཡིན་ཙང་དེའི་ནང་ནས་རྨོངས་དད་ཡོང་ཡག་གི་གོ་བབ་དེ་ཞིབ་ཕྲ་ཞིག་འཁྱོངས་རུང་འགྲོ་གི་རེད། སོ་སོའི་མ་ཤི་མི་ཤི་ནས་ཆ་བཞག་ནས་ཕྱིན་པ་དེའི་ནང་ལ་རྨོངས་དད་ཡོང་ཡག་གི་གོ་བབ་ཞེ་དྲག་གི་མང་ཡོད་རེད། དེ་འདྲས་སོང་ཙང་ད་རེས་སང་ཉིན་ཚན་རིག་པ་ཁ་ཤས་སོ་སོ་ལ་དངོས་སུ་བྱུང་བའི་ཉམས་མྱོང་དེ་ཚོ་ཡ་བཤད་མ་ནུས་པ་ཞིག་འདས་ཀྱི་འདུག་ཨང་བཤད་པ་ཡིན་ན་ཁྱེད་རང་ཚན་རིག་པ་མ་རེད་ཟེར་ལབ་ཡོང་གི་རེད་བསམ་དེའི་དོགས་པ་བྱས་ནས་སོ་སོ་ཚན་རིག་པ་ཡིན་པའི་གོ་གནས་དེ་མ་བརླག་ཡག་གི་དོན་དག་ལ། རང་ཉིད་ལ་དངོས་སུ་བྱུང་བའི་ཉམས་མྱོང་དེ་ཚོའི་མིང་ནི་བཤད་མ་ནུས་པར་ལྟས་ངན་དེ་འདྲའི་ཡོད་ད་ལྟ་ཚང་མ་རྨོངས་དད་ཀྱི་གྲུབ་འབྲས་རེད་མ་གཏོགས་གཞན་དེ་ལས་གཞན་པ་ཅིག་གནས་སྟངས་འགལ་ཡོད་མ་རེད། སྙམ་བྱེད་དུ་འདུག་འདི་འདྲ་བ་དུ་ད་དུས་རབས་འདི་བར་དུ་ཆ་བཞག་ཡ་འདིའི་ད་ནུབ་ཕྱོགས་ཀྱི་ལྟ་བའི་ཐོག་ནས་གཏན་ལ་ཕབ་པའི་ད་ཚན་རིག་གི་ཤེས་དང་སྦྱོར་བ་རུ་ཆིག་ཀ་རྣམས་ན་བཞིན་གྱི་མཐིང་ཤུ་མ་བའི་ནི་ལས་ལྟ་ཁོ་རང་ཚོའི་གཅིག་གི་གསར་པ་གཉིས་པ་ཡིན་བསམ་བཟང་གི་གཅིག་གི་སྤོབས་པའི་ཐོག་ནས་བཤད་དེ་ཡོར་བ་དངོས་ལྟ་དངོས་གནས་གར་སོ་རེད་ཅེས་བསམ་ཐ་སྙད་ཡིན་པའི་ནི་ལྟ་བྱེད་པའི་གཞུང་ལུགས་ཡིན་ནི་རེད་ད་ཡིན་མིན་འདི་ལྟ་གྲུབ་འདི་འདི་ངས་ནས་ཤར་ཕྱོགས་ཡོད་ཟེར་བ་ག་རེ་བྱས་བྱས་ཅིག་ག་འདྲས་སུ་གོང་གུས་ན་ག་རེ་བྱས་བྱས་འདི་ནུབ་ཕྱོགས་པའི།

དེང་རབས་ཀྱི་ཚན་རིག་ཚོ་ལི་ཡཱ། ཚིང་རབས་ཚན་རིག་པ་དང་དེང་རབས་ཀྱི་ཚན་རིག་ལི་ཡཱ་དགའ་བ་ན་ཡག་གི་རྒྱུ་མཚན་གཙོ་བོ་གཅིག་སྐད། ཚན་རིག་གི་དྲུག་བདུན་དེ་འགྲིག་གི་མི་འདུག་གསུང་གི་ཡོད་མ་རེད། ཚན་རིག་གི་དྲུག་བདུན་མ་འགྲིག་པ་ཡོད་ཡོད་རེད་དེ། དེ་གཙོ་ཆེ་ཤོས་དེ་ཚན་རིག་པ་དེ་ཚོས་ང་རྒྱལ་དང་ཚན་རིག་པ་དེ་ཚོའི་ཀུན་སློང་དེ་ཡག་པོ་མི་འདུག་ཚན་རིག་པའི་ཀུན་སློང་དེ་འབྱུང་བ་ལ་ཡང་དབང་བསྒྱུར་བྱེད་ཡག་དང། ཐོན་སྐྱེད་ལ་ཡང་དབང་བསྒྱུར་བྱེད་ཡག་གི་བསམ་བློ་གང་ཅིའི་རང་དོན་སྒྲུབ་ཡག་གི་བསམ་བློ་གཅིག་མ་གཏོགས་གཞན་ཕན་སྒྲུབ་ཡག་གི་བསམ་བློ་གཅིག་གི་ཐོག་ནས་བཙལ་ཡོད་མ་རེད། ད་ག་ནང་བཞིན་ཚན་རིག་པ་ཚོས་ང་ཚོས་བཙལ་བ་དེ་ད་མཐའ་མ་དེ་ཡིན་དེ་ལས་ལྷག་པ་ཅི་ཉན་ཡོད་མ་རེད་བསམ་པའི་ང་རྒྱལ་གྱིས་ཡོད་རེད་དེ་ང་རྒྱལ་དང་ཀུན་སློང་གཉིས་པོ་དེའི་དབང་གིས་ཨེན་ཚན་རིག་པ་ཚོས་གནས་ཚུལ་ཡག་པོ་གཅིག་ཤེས་ཡོད་པ་ཡིན་ནའི་དེའི་རིན་ཐང་དེ་ཁྱོང་དུ་འགྲོ་ཡ་དེ་ཐོག་མ་ཁོང་ཚོས་བརྟག་དཔྱད་བྱེད་པའི་སྐབས་ལ་བལ་ཤ་བཟོ་ཡ་སྐད་གྲགས་ཡོང་ཡ། ཡང་མིན་ན་སོ་སོའི་རྒྱལ་ཁབ་དང་སོ་སོའི་མི་རིགས་ཀྱི་ཁེ་ཕན་སྒྲུབ་ཡ་དེ་འདྲའི་ཅིག་གི་དམིགས་ཡུལ་བཟུང་ནས་བཙལ་གྱི་ཡོད་རེད་བཙལ་ནས་རྙེད་པའི་རྗེས་ལ་ཡ་ད་རྙེད་སོང་ད་ག་རང་ཡིན་ད་དེ་ནོར་འཁྲུལ་བྱུང་ནས་མེད་བསམ་པའི་སྤོབས་པ་དེ་གཉིས་ཀྱི་དབང་གིས་ཚན་རིག་གི་གྲུབ་དོན་སྤྱད་དེ་རིན་ཐང་ཆུང་རུ་ཕྱིན་པ་རེད་གསུངས་པ་དེ་ཞི་དྲག་བདེན་པ་རེད་བསམ་འདུག་བྱས་ཙང་ཚན་རིག་པ་ཚོས་ཁོ་རང་ཚོའི་གྲུབ་དོན་གཏན་ལ་འཁེལ་ཚར་བ་ཅིག་ཤེས་ཀྱང་རུང་མ་ཤེས་ཀྱང་རུང་དེ་ད་ག་རང་རེད་ཟེར་ནས་སྐུར་པ་འུ་ཚོ་རང་བྱས་ནས་བཤད་ཡག་གི།

བཅུ་གཉིས་བཅུ་གསུམ་གྱི་གོང་ནས་ཡར་མ་བྱུང་བ་ཡིན་ཙང་ནང་པའི་གཞུང་ལུགས་དེ་ཚོའི་ནང་ལ། རྒྱ་གར་གྱི་ནང་པ་མ་ཡིན་པའི་ཕྱི་རུལ་བའི་ལྟ་གྲུབ་གངྒཱ་ལོ་ཕྱོགས་ངང་གི་ཚུལ་དུ་བཀོད་ཡོད་པ་ཡིན་ཙང་དེ་ང་ཚོས་རབ་ས་རབ་ཤིང་གི་བ་རེད་དེ་མ་གཏོགས་རྗེ་ནུབ་མཆོག་པའི་ལྟ་གྲུབ་དེ་ང་ཚོས་ཤིང་གི་ཡོད་མ་རེད། ནུབ་མཆོག་པའི་ལྟ་གྲུབ་ང་ཚོས་གོ་བདེ་ཡ་དེ། རྩེད་གར་བསུ་བ་སྤྱི་དང་ཤེས་བྱ་གི་གནས་སྟངས་ཚུལ་རེ་མང་དུ་དེ་ལ་ཆེད་དུ་གཉིས་ནས་བཀལ་བསྐྱངས་ཡོད་མ་རེད། ཡིན་ནས་ནུབ་ཕྱོགས་པའི་ལྟ་གྲུབ་དང། ཤར་ཕྱོགས་པའི་ལྟ་གྲུབ་ཀྱི་གཞི་རྩའི་ལྟ་ལམ་འགའ་རེ་རོ་ཕྱོགས་མི་འདྲ་བ་འགྲོ་ས་དེ། ལྟ་གྲུབ་ཀྱི་རྒྱབ་ལྗོངས་ག་རེ་བྱས་ནས་ལྟ་གྲུབ་དེ་འཚལ་བ་རེད། དེའི་ཐོག་ནས་དབྱེ་བ་ཆེན་པོ་གཅིག་གི་འགྲོ་གི་ཡོད་རེད་གསུང་གི་ཡོད། ཤར་ཕྱོགས་པའི་ལྟ་གྲུབ་སྤྱི་དང་ལྷག་པར་དུ་རྒྱ་གར་ནང་དར་བའི་ལྟ་གྲུབ་ཡོངས་སུ་རྫོགས་པ་དེ། ལྟ་གྲུབ་མི་འདྲ་བ་མང་པོ་ཡོང་དགོས་ཡ་དེ། འགྲོ་བ་མིའི། ཡང་མིན་ན་སེམས་ཅན་གྱི། སྡུག་བསྔལ་ལ་སྡུག་བསྔལ་དུ་མཐོང། ཨན་སྡུག་བསྔལ་དེ་ལས་གྲོལ་བའི། ཐར་བ་གཅིག། ཡོད་དམ་མེད། ཐར་པ་ཅིག་ཡོད་པ་ཡིན་ན་ཐར་པ་ཐོབ་ཡག་གི་ཐབས་ལམ་ག་འདྲེ་ཡོད་མེད། དེ་ཚུད་པའི་རྒྱུན་རིང་གི་ནང་ནས་ལྟ་གྲུབ་བཙལ་བྱུང་བ་རེད། དཔེར་ན་ཕྱི་རོལ་བའི་རྟོག་གི་སྡིག་ལྔ་ལ་སོགས་པ་དེ་འདྲེ་ཡིན་པ་ཡིན་ན་ཐར་པ་དང། ཐམས་ཅད་ཕྱིན་པའི་གོ་འཕང་ཡོད་མ་རེད་སྡུག་བསྔལ་འགྲོའི་ཐབས་ལམ་ཡོད་མ་རེད་སེམས་ངལ་གཅིག་མ་གཏོགས་ཡོད་མ་རེད། ཕྱི་རོལ་འཇམ་ཕན་པ་དེས་སྐྱེ་བ་སྔ་ཕྱི་ཁས་མི་ལེན་པ་ཡིན་ཙང་ཚེ་འདིའི་འདི་བྱེད་གང་མ་གཏོགས་ཅི་དེ་ལས་གཞན་པའི། ཐར་པ་དང་སྐྱེ་བ་ཕྱི་མའི་སྐད་ཆ་མི་བཤད་པ་རེད་དེ་ཙང་ཚེ་འདིའི་འདི་བྱེད་འགྲུབ་ཡ་རྐྱང་རྐྱང་བཤད་པ། དེའི་དབང་གིས་འཇམ་ཕན་པའི་ལྟ་གྲུབ་དེ། ཤར་ཕྱོགས་པའི་ལྟ་གྲུབ་རང་གི་ཁོང་ལ་ཆགས་སྡང་རབ་ཡིན་ཚུལ་གྱི་ཡོད་མ་རེད་ད་དེ་མ་ཡིན་པའི་ཏོག་གི་ཏིང་ང་གཞན་པ་ལོ་ཚང་མ་ལོག་གི་སྡུག་བསྔལ་གྱི་བཞེས་ཀྱི་ཡོད་རེད་སྡུག་བསྔལ་དེ་ལས་འཁྲུལ་བའི་ཐར་པ་ཅིག་བཞེས་ཀྱི་ཡོད་རེད་ཐར་པ་དེ་ཐུབ་པའི་ཐར་ལམ་ཅིག་བཞེས་ཀྱི་ཡོད་རེད་ཐར་པ་དེ་ཐུབ་པའི་ཐར་ལམ་གྱི་ཆེད་དུ་གཞི་དངོས་པོ་གཏན་ལ་ཕབ་ཡག་གི་གནས་སྟངས་ཅིག་བཞེས་ཀྱི་ཡོད་རེད་ཨ་ནི་དེའི་ཕྱོགས་ནས་ལྟ་གྲུབ་མི་འདྲ་བ་མང་པོ་ཞིག་བྱུང་བསྡད་པ་རེད་ད་ནུབ་ཕྱོགས་པའི་ལྟ་གྲུབ་སེམས་གཙོ་སྨྲ་བའི་རིང་ལུགས་ད། དངོས་གཙོ་སྨྲ་བའི་རིང་ལུགས་གཙོ་བོ་ར་བའི་ཇི་སྙིད་ཡིན་ནོ་འབྱོར་པའི་ལྟ་གྲུབ་ནང་བཤད་དགོས་པ་རེད། དེ་སྙིང་ལྕགས་ལོག་གི། རང་བཞིན་གྱི། མི་ཡི། རྣམ་དཔྱོད། བེད་སྤྱོད་བཏང་པའི་ཐོག་ནས་གཞི་དངོས་པོའི་སྣོད་རུ་གཏད་པ་མ་གཏོགས། སྡུག་བསྔལ་གྱི་གནས་ཚུལ་དང། སྡུག་བསྔལ་ལས་གྲོལ་བའི་ཐར་པའི་གནས་ཚུལ་སྤྱི་འགྲོས་ཀྱི་རྣམ་གཞག་འདི་ལ་བརྟེན་ནས་ལྟ་གྲུབ་ཚེ་ཚད་ཡོད་མ་རེད་བསམ་གྱི་འདུག་དཔེར་ན།

ཕྱོགས་གཅིག་ལ་སྡུག་བསྔལ་གྱི་རང་བཞིན་དུ་མཐོང། སྡུག་བསྔལ་དེ་ལས་གྲོལ་འདོད་ཀྱིས་སྐྱེས་སྡུག་བསྔལ་དེ་ལས་གྲོལ་བའི་ཐར་བ་ཡོད་མེད་ཀྱི་རྣམ་གཞག་བྱས་ཙང་འཁོར་བ་དང་མྱང་འདས་གཉིས་ཀྱི་འཁོར་འདས་ཀྱི་རྣམ་གཞག་དང་འཁོར་འདས་ཀྱི་རྣམ་གཞག་དེའི་པ་ར་ལི་ཡ་ལམ་བསྒྲོད་པའི་རིམ་པ་ལྟར་ང་ཚོས་ནང་པའི་བཤད་སྟངས་སྤྱད་པས་ནི་གཞི་ལམ་འབྲས་བུ་ལྔ་གཞི་དངོས་པོའི་གནས་དང་ལམ་བསྒྲུབ་པའི་རིམ་པ། འབྲས་བུ་ཐར་པའི་གོ་འཕང་འདི་འདྲས་ཀྱི་རྣམ་གཞག་ཅི་གསལ་ཡག་གི་ཆེད་དུ་ལྟ་གྲུབ་འདི་བཟོས་ཡོད་མ་རེད་ད་དེ་ལབ་དུས་ག་ལ་གར་བྱས་ནས་ལྟ་གྲུབ་བཟོས་པ་རེད་ཅེ་ན་ཚེ་འདིའི་འདི་བྱེད་ཁོ་ན་གི་ཆེད་དུ་ལྟ་གྲུབ་འདི་ཚོ་བཙལ་བསྡད་པ་རེད་ལྟ་གྲུབ་བྱུང་བ་རེད་དེ་ཡིན་ཙང་གཞི་རིམ་གྱི་མི་འདྲ་བ་འགྲོ་ས་དེ་དེའི་ཐོག་ནས་འགྲོ་འོ་རེད་བསམ་གི་འདུག་ཡིན་ནའི་བར་ལམ་གྱི་མཁས་པ་ཁ་ཤས་ཀྱིས་ནུབ་ཕྱོགས་པའི་སེམས་གཙོ་སྨྲ་བའི་ལྟ་གྲུབ་དང། ནང་པའི་སེམས་ཙམ་པའི་ལྟ་གྲུབ་གཉིས་པོ་དེ་ཐག་ཉེ་བོ་ཡོད་རེད་འདྲ་པོ་ཡོད་རེད་བཤད་མཁན་ཡོད་རེད་འདི་སྐྱག་རྫུན་རེད། སེམས་གཙོ་སྨྲ་བའི་རིང་ལུགས་ཀྱི་སེམས་གཙོ་བཤད་སྟངས་དང་སེམས་ཙམ་པའི་སེམས་གཙོ་བཤད་སྟངས་གཉིས་པོ་དེ་རྦད་དེ་ལོག་ཁ་རེད་འདི་ངས་གསལ་པོ་བརྗེད་ཤེས་ཀྱི་ཡོད་ད་དེ་མ་ཡིན་པའི་ཤར་ཕྱོགས་པའི་དངོས་གཙོ་སྨྲ་བའི་ལྟ་གྲུབ་ཀྱི་རྣམ་གཞག་ཞིག་བཞིན་ཕྲ་བ་དང་སེམས་ཚོར་སྨྲ་བའི་ལྟ་གྲུབ་ཀྱི་རྣམ་གཞག་ཞིག་བཞིན་ཕྲ་བ་དེ་ཚོ་ངས་བལྟས་མ་མྱོང་དེ་འདྲ་ཡིན་ཙང། ལྟ་གྲུབ་རང་གི་ཐོག་ནས་ཁྱད་པར་ག་རེ་འགྲོ་གི་ཡོད་པ་ངས་བཤད་བཞིན་མེད།